ཨ་མི་རི་ཀའི་གྲོས་ཚོགས་ཁོངས་གཉིས་ཀའི་ཐོག་ནས་བོད་ནང་ཕར་འགྲོ་ཚུར་འོང་གི་ཁྲིམས་འཆར་ཨང། HR། གཅིག་བརྒྱད་བདུན་གཉིས་ཞེས་པ་དེར་དགག་བྱ་གང་ཡང་མེད་པར་སྤྱི་མོས་ཀྱི་ཐོག་ནས་གཏན་ལ་ཕབ་གནང་ཟིན་པ་ལྟར། ཕྱི་ལོ་ཉིས་སྟོང་ཉེར་བརྒྱད་བཅོ་བརྒྱད་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན། ཨ་མི་རི་ཀའི་སྲིད་འཛིན་རྡོ་ནལ་ཁྲམ་མཆོག་ནས་དངོས་སུ་མཚན་རྟགས་བཀོད་དེ་ཨ་མི་རི་ཀའི་ཁྲིམས་ཆགས་པའི་རྗེས་སུ། ཕྱི་ལོ་ཉིས་སྟོང་ཉེར་བཅུ་དགུ་ལོའི་ཕྱི་ཟླ་དགུ་པར། ཨ་མི་རི་ཀའི་གྲོས་ཚོགས་ནང་རྒྱ་ནག་གི་མགོ་ཁྲིད་སུ་རུང་ཞིག་གིས ྋགོང་ས ྋསྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་སྐུའི་ཡང་སྲིད་ལ་ཐེ་བྱུས་བྱེད་ཚེ། དེར་འོས་འཚམ་གྱི་དཔལ་འབྱོར་ཉིན་ཤས་སྤྱོད་རྒྱུ། བོད་ཀྱི་རྒྱལ་ས་ལྷ་སར་ཨ་མི་རི་ཀའི་གཞུང་ཚབ་ཁང་མ་བཙུགས་སྔོན་ལ་ཨ་རིའི་ནང་རྒྱ་ནག་གཞུང་ཚབ་གསར་བ་འཛུགས་མི་ཆོག་པ་སོགས་ཀྱི་ཁྲིམས་འཆར་བཏོན་པ་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དགུ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་ཉིན་སླར་ཡང། ཨ་རིའི་གྲོས་ཚོགས་འོག་མའི་ནང་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་མི་དང། གྲོས་ཚོགས་ཀྱི་འཐུས་མི་ཁག་གཅིག་ནས་བོད་དོན་སྐོར་གྱི་གྲོས་འཆར་གསར་བ་ཞིག་ཀྱང་བཏོན་ཡོད་པ་རེད། རྒྱལ་སྤྱིའི་བརྒྱུད་ལམ་ཁག་ཏུ་གནས་ཚུལ་ཐོན་པ་ལྟར་ན། ཨ་མི་རི་ཀའི་སྲིད་འཛིན Donald Trump མཆོག་གིས་ཉེ་སྔོན་ཕྱི་ཟླ་དྲུག་པར་ཨ་རིའི་གྲོས་ཚོགས་ནང་བཏོན་པའི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཁྲིམས་འཆར་ལ་མཚན་རྟགས་བསྐྱོན་ཏེ་དངོས་སུ་ཁྲིམས་ཡིག་ཏུ་གཏན་འབེབས་བྱུང་ཡོད་པ་དང། དེ་ནི་རྒྱ་ནག་གིས་ཨ་རིར་སྐྱོན་བརྗོད་བྱེད་མིན་ལ་མ་ལྟོས་པར་ཧོང་ཀོང་མི་མང་ལ་ཨ་རིའི་ཕྱོགས་ནས་རྒྱབ་སྐྱོར་ཚད་མཐོན་པོ་བྱེད་པ་ཞིག་ཡིན་པ་མཚོན་ཡོད་པ་རེད། འཛམ་གླིང་ཁྱོན་ཡོངས་ཀྱི་ཆབ་སྲིད་ཀྱི་གཡོ་འགུལ་ཆེན་པོ་འདིར་བོད་ལ་ཆབ་སྲིད་ཀྱི་ཐོག་ནས་གོ་སྐབས་ཆེན་པོ་ཡོད་པ་བོད་ནང་གི་བོད་མི་ཚོར་མཁྱེན་རྟོགས་ཆེན་པོ་ཡོད་པ་དང་དུས་མཚུངས་སུ། ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དགུ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་པ་ཉི་ཤུ་དྲུག་ཉིན་གྱི་ཕྱི་དྲོ་ཆུ་ཚོད་བཞི་པ་ཡོལ་ཙམ་ལ། བོད་མདོ་སྨད་རྔ་བ་སྨད་རུ་མ་ཡུལ་ཚོ་དང། ཐག་ཉེ་བའི་གྲོང་པར་ནས་རང་ལོ་ཉི་ཤུ་རྩ་བཞི་ཙམ་ལ་སོན་པའི་བུད་མེད་ཡོན་ཏན་ལགས་ཀྱིས་རྒྱ་ནག་དམར་གཞུང་གིས་བོད་ལ་འཛིན་པའི་སྲིད་ཇུས་ལ་ངོ་རྒོལ་གྱིས་རང་ལུས་མེར་བསྲེགས་གནང་སྟེ་འདས་གྲོངས་སུ་ཕྱིན་པའི་ཡིད་སྐྱོ་བའི་གནས་ཚུལ་ཐོན་ཡོད་པ་རེད། བོད་ནང་ཆབ་སྲིད་ཀྱི་ལས་འགུལ་སྤེལ་ནས་རང་ལུས་མེར་བསྲེགས་ཀྱི་གནས་ཚུལ་རེ་ཐོན་པ་ན་བོད་མི་བཙན་བྱོལ་བའི་ལམ་སེང་སྨོན་ལམ་ཚོགས་པ་དང་མཆོད་འབུལ་བྱེད་པའི་སྒོ་ནས་གདུང་སེམས་མཉམ་སྐྱེ་བྱེད་བཞིན་ཡོད་པ་རེད། དེར་བརྟེན། ད་ལན་ཕྱི་ཚེས་ཉི་ཤུ་དགུ་ཉིན་གྱི་ཕྱི་དྲོར་ཨ་རི་གྲོང་ཁྱེར་ནེའུ་ཡོག་ཏུ། མི་དམངས་སྤྱི་ཁང་ཕུན་ཚོགས་སྡེ་བཞི་ནང། ཁུལ་དེའི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་རྒྱལ་སྤྱིའི་དཔའ་བོ་ཡོན་ཏན་ལགས་ཀྱི་ཆེད་དུ་སྨོན་ལམ་ཞིག་ཚོགས་སོང་བ་གཤམ་ལ་གཟིགས་རོགས་གནང། སེམས་དཔའ་རྒྱལ་བ། རྗེས་དཔག་ན།

ཉིན་དེའི་སྔ་དྲོར་ནེའུ་ཡོག་གྲོང་ཁྱེར་དུ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་ས་གནས་རྒྱ་ནག་གཞུང་ཚབ་ཁང་གི་ཉེ་འགྲམ་དུ་ངོ་རྒོལ་སྐད་འབོད་ཤུགས་ཆེར་བྱས་པ་དང། དེར་ས་གནས་མདོ་ཁམས་ཆུ་སྒང་ཚོགས་གཙོ་དང་ས་གནས་བུད་མེད་ཀྱི་རྒྱུན་ལས་ཟུར་པ་སོགས་མི་སྣ་མང་པོ་མཉམ་ཞུགས་གནང་སོང་བ་བཅས་ཀྱི་གནས་ཚུལ་གཤམ་ལ་གཟིགས་རོགས་གནང།

བོད་ནང་གི་གཉའ་གནོན་རེད་རྒྱ་དམར་དམར་བོའི་གཞུང་གིས་བོད་ནང་གི་ཆོས་དང་རིག་གཞུང་རྩ་མེད་བཟོས་པ་དེ་གས་ཚང་མ་གི་གཅིག་གས་དཀའ་ངལ་མྱོང་བཞིན་པ་དེ་ལ་ནི་མ་བཟོད་པ་ཨང་ཁོང་གིས་རང་ལུས་མེར་སྲེག་བཏང་བ་རེད་སོང་ཙང་ང་རང་ཚོ་ཕྱི་རྒྱལ་ལ་ཡོད་པའི་བོད་རིགས་སྤུན་ཟླ་ཚོ་གི་ད་སྤྱི་དང་ད་ལྟ་བོད་ནང་གི་ངོ་རྒོལ་བྱེད་མཁན་རེད་དང་ནང་བཞིན་རང་ལུས་མེར་སྲེག་བཏང་མཁན་ཚང་མིག་གི་སེམས་པ་ན་གཅིག་གས་ཏན་ཏན་རེ་བ་ཅིག་གཅིག་རེ་བ་ག་རེ་བྱེད་དགོས་ལ་ན་ང་ཚོ་བཙན་བྱོལ་ལ་ཡོད་པའི་བོད་མི་ཚོ་གི

ཁོང་རྣམ་པ་ཚིག་གི་རེ་བ་འདི་ལ་ཆུ་ཟོལ་མ་འདྲུད་པའི་ཐོག་ནས་བཅས་ཀྱི་ལས་འགུལ་སྤེལ་དགོས་དང་འབད་བརྩོན་ཞུ་དགོས་དེ་ཞེ་དྲག་གལ་ཆེན་པོ་རེད་བསམ་དུ་སོང་ཙང་ང་རང་ཚོ་བོད་ཀྱི་གཞུང་ལྷན་ཚོགས་ངོས་ནས་ད་རིང་གི་སྐད་འབོད་དུ་གོ་སྒྲིག་ཞུས་རེད་དང་ནང་བཞིན་གྱི་ནི་ཡོང་རྒྱུ་ཡི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བརྒྱད་ཉིན་མོ་འདི་ལ་འགྲོ་བ་མིའི་ཐོབ་ཐང་གི་དུས་དང་གཅིག་ཆག་བྱས་རྗེས་ང་ཚོ་གིས་ལས་འགུལ་སྤེལ་དགོས་དང་ནང་བཞིན་གྱི་དཔའ་བོ་རྣམས་ཀྱི་བློས་བཏང་རེད་དཔའ་བོ་རྣམ་པ་ཚོས་ཀྱི་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་འཐབ་རྩོད་རེད་འདི་ང་ཚོ་དུས་ནམ་ཡང་བརྗེད་ཐུབ་ཀྱི་མ་རེད་ལ་བརྗེད་སྲིད་ཀྱི་མ་རེད་ཅེས་ཞུ་ཡི་ཡིན་ལགས། གཞན་ཡང། ཕྱི་ཚེས་ཉི་ཤུ་ཚེས་ལྔ་དང་གསར་འགྲུག་སོ་སོར། བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་སྣེ་ཁྲིད་ནས། རྒྱ་ནག་གཞུང་ཚབ་ཁང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་མདུན་དུའང་ངོ་རྒོལ་སྐད་འབོད་ཤུགས་ཆེར་བྱས་པའི་གནས་ཚུལ་བསྐྱར་དུ་གཟིགས་འབུལ་ཞུས་པ་གཤམ་ལ་གཟིགས་རོགས།

གཉིས་ཕན་དབུ་མའི་ལམ་ཟེར་བ་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་ནས་མིང་ཡང་ཡག་ཕྱོགས་ནས་བེད་སྤྱོད་གཏོང་ཅི་ཐབས་བྱས་པ། བོད་གཞུང་གི་མིང་བེད་སྤྱོད་གཏོང་ས་མེད་པ་བཟོ་བ། ཆིག་སྒྲིལ་རྩ་གཏོར་གཏོང་བ། བོད་རང་བཙན་འཐབ་རྩོད་པ་ཁ་བྲལ་དང། རྒྱ་འཕུད་གཏོང་བ་སོགས་ཚ་ཚ་འུར་འུར་གྱི་ལས་འགུལ་སྤེལ་བཞིན་ཡོད་ན་ཡང། བོད་ནང་ནས་ཕྱི་ལོ་ཉིས་སྟོང་དགུ་ནས་བཟུང་ཤི་ཐོག་ར་སྤྲོད་སེར་པོ་བྱུང་བ་ལྟར་ན། ད་བར་བོད་མི་བརྒྱ་དང་ལྔ་བཅུ་ང་བཞི་ཡིས་རྒྱ་ནག་དམར་པོའི་གཞུང་ལ་ངོ་རྒོལ་གྱིས་རང་ལུས་མེར་བསྲེགས་བཏང་སྟེ་ཛ་དྲག་གི་གནས་ཚུལ་ད་དུང་ཡང་རྒྱུན་མ་ཆད་པར་ཐོན་བཞིན་ཡོད་པ་བཅས་ཀྱི་གནས་ཚུལ་འདུག། ཐེངས་འདིའི་འདི་ག་གནམ་འོག་གི་སེམས་རྒྱུད་ཚན་པའི་བོད་དོན་དང་འབྲེལ་བའི་སེམས་རྒྱུད་སྙིང་བསྡུས་ངོ་སྤྲོད་ཞུས་ཚར། འདི་ག་གནམ་འོག་གི་སེམས་རྒྱུད་ཚན་པའི་དྲ་རྒྱའི་ཁ་བྱང་ནི། www dot democracy of tibet dot net རེད། ཐེངས་འདིའི་མི་ལས་ཚན་ནང་བསྐྱར་དུ་མཇལ་ཡོང་བཀྲ་ཤིས་བདེ་ལེགས།